ཐུན་མོང་རིགས་དང་ཁ་ཚང་བོ་ཐུན་མོང་རིགས་མ་གཏོགས་པ་འདི་བླ་མ་ཆེ་གེ་བས་རྐྱང་བ་གི་སྟེང་དྲུད་དུ་སྒེར་གི་བདག་རྒྱག་གྱི་ཟིག་མ་རེད། དེ་འདྲ་ཟིག་གི་ནི་གྲྭ་བ་ཆེ་གེ་སྒེར་གི་བདག་རྒྱག་གྱི་ཟིག་མ་རེད་འདི་འཛམ་བུ་གླིང་གི་སེམས་ཅན་ཐམས་ཅད་པོ་ཡིན་ནི་རེད་དང་སངས་རྒྱས་ཤཱཀྱ་ཐུབ་པའི་ཆོས་འཁོར་བསྐོར་རྒྱུ་དེ་སེམས་ཅན་ཐམས་ཅད་གི་དོན་ན་བསྐོར་ནི་རེད་ནི་མི་དག་ཉག་གཅིག་གཉིས་ཟིག་གི་དོན་ན་བསྐོར་ནི་མ་རེད་དག་དེ་ཡོད་ནི་རེད། ད་དེ་ཡིན་ན་དེ་གི་ཡ་ད་མི་སྐྱ་ཕོ་མོ་ཟིག་དེ་རང་གི་ཆེ་གེ་མི་སྐྱ་ཕོ་མོ་ཟིག་ཡིན་ན། ལྟ་བ་ཆི་ཟིག་ཡོར་དགུ་བརྫིས་ན་ད་ཡ་ར་དུ་འུམ་མཐོ་ས་ནས་ད་ཅི་བྱ་དགའ་དབུ་མ་གི་ལྟ་བ་རྫོགས་ཆེན་གི་ལྟ་བ་བཤགས་ཆེན་གི་ལྟ་བ་ཡོད་ནའང་ཆོག་ནི་རེད་མི་སྐྱ་བུ་མོ་ལ་ལྟ་བ་མཐོ་ཆེའི་གསུང་ཟིག་ཟིག་ཅི་ཆི་འོང་ནི་མ་རེད་དི་ཆོག་ནི་རེད་ད་ནི་ད་དབུ་མ་ས་གི་དེམ་དྲུ་དི་གཅིག་བཤད་ན་ཆི་རེ་བརྫི་ནི་ནི་ད་དབུ་མ་ས་དི་དབུ་མ་མཐའ་ཡང་ནི་དི་ད་འཇིག་རྟེན་ཡང་དག་གི་ལྟ་བ་དི་ཡོར་དགུ། འཇིག་རྟེན་ཡང་དག་གི་ལྟ་བ་དེ་ཡོད་དགོས་འགྲེ། འཇིག་རྟེན་ཡང་དག་གི་ལྟ་བ་དེ་ཡོད་ན་དེང་དུས་ཕ་ཡུལ་ཆེན་མོ་གཟའ་སྐབས་ཟིན་ན་ད་འཇིག་རྟེན་འབའ་ཡིག་ཡང་དག་ད་ཆེན་པོ་སི་ལ་ཡོད་གྱུར་པ་དེ་ནི་ཚེ་རབས་སྟོང་དུ་ཡང་སྔ་འགྲོ་འགྲོ་བ་མ་ཡོད་ནོ་གསུང། འཆི་ཟི་སྐྱེ་བོ་རེ་བརྩིས་ནས་ན་འཇིག་རྟེན་ཡང་དག་གི་ལྟ་བ་ཟིག་གྱི་འདི་གར་དེ་གཅིག་ཡོད་ན། འོ་ཡ། ད་དེའི་མྱུ་དུ་ནི་དག་ཚེ་རབས་སྟོང་ཕྲག་ཟིག་གི་བར་ཡིན་ན་ད་ནི་དག་ད་ང་སོང་བ་འགྱོད་ཀྱི་ཡོད་ནི་མ་རེད་གསུང་ནས་དག་གསུང་ནི་རེད་ནི་དག་འཇིག་རྟེན་ཡང་དག་གི་དག་ལྟ་བ་དེ་ཡོད་དགོས་ད་དོན་དག་ཆེ་ག་བཞག་གི་གར་སྟེགས་འཇིག་རྟེན་ཡང་དག་གི་ལྟ་བ་དུ་ཡོད་ན་ད་ཚེ་རིལ་སྟོང་གཟག་དག་ད་ད་རིས་ཀྱི་ཚེ་འདི་ཅིག་དག་རྗེས་མ་གི་ཚེ་དག་རྗེས་མ་གི་ཚེ་དེ་རིགས་ཁྱེར་འོང་ད་ནི་ཚེ་རིལ་སྟོང་གཟག་དག་ད་ང་འགྲོ་དག་འགྲོ་ནི་མ་རེད་གསུངས། འཇིག་རྟེན་པ་ཡི་ཡང་དག་ལྟ་ཆེན་པོ་སུ་ལ་ཡོད་ཀྱི་ར། དེ་ནི་ཚེ་རིལ་སྟོང་འདི་ཡང་ང་འགྲོ་འགྲོ་བ་མ་ཡིན་གསུངས། ད་ལྟ་ན་འཇིག་རྟེན་ཡང་དག་གི་ལྟ་བ་གཞི་ཆེན་མོ་ཟིག་རེད་དག་དེར་དཀའ་མོ་ཟིག་རེད་བགྱིས་ན་ད་དེར་དཀའ་མོ་ཟིག་མ་རེད། འཇིག་རྟེན་ཡང་དག་གི་ལྟ་བ་ཟིག་གི་དེ་ལ་དག་གི་དོན་ཚན་གཉིས་ཡོད་ནི་རེད་གོ་བ། གཉིས་ཡོང་ནི་རེད་ད། དོན་དང་པོ་དུ་གང་རེད་བརྫི་ན་དོ་བ་དོན་དང་པོ་དུ་ནི་དོ་བ་ད་རེད་ད། སྐྱེ་བ་སྔ་ཕྱི་ལ་ཡིད་ཆེས་ཀྱི་ཀྱང་པོ་དུ་རེད་སྐྱེ་བ་སྔ་ཕྱི། སྐྱེ་བ་སྔ་ཕྱི་ལ་ཡིད་ཆེས་ཀྱི་བོ་རེད། དུ་ན་སྐྱེ་བ་སྔ་ཕྱི་ཟེར་གྱི་དུ་ནི་དུ་བ་ད་ངི་ཆི་གི་དུ་བ་སྐྱེ་བ་སྔ་མ་ནས་འདས་ཡོང་ད་འདི་ནས་ཡང་སྐྱེ་བ་གཞན་བརྫི་ག་སོང་ད་དུ་རུ་ཡི་འཁོར་བ་ཐོག་མ་མེད་པ་ནས་འདི་རུའི་སྐོར་ར་བོ་ར་བརྒྱ་བའི་དུ་བ་ཡོང་གི་ཡོད་ནི་རེད

ཨོ་ཚང་རིག་པ་གཙོས་ཡུལ་ན་དག་མྱི་ལོ་རིང་ལྔ་བཅུའི་ཡར་མར་གི་རང་ཨ་དག་འདས་དག་བརྟག་ཞིབ་བགྱིས་ད་རྒྱ་གར་བར་བོ་དག་ད་མ་འཛམ་བག་ལང་གི་དག་ལྷོ་ཕྱོགས་གང་ནས་གང་ས་གང་ནས་ན་འདི་མོ་བོ་ནི་དག་ད་བདེན་དཔང་མོ་སར་རིག་རིག་གིས་ཁྱེད་རང་འདི་དག་ད་དིར་གིས་ཁྱེད་རང་འདི་དེ་ནི་དག་ད་སྔོན་མའི་སྔོན་མ་བཤད་ན་ཨོ་དག་ད་གར་ཚང་དེ་རང་ཡིན་ན་དག་ཚང་རིག་ཟེར་གྱི་འདུག། ནོ་ཡ། སྐྱེ་བ་སྔ་ཕྱི་མེད་པ་དེ་ལྟར་རྩ་བ་ནས་གོ་མི་ཐུབ་ཀི་ཟིག་འོ་ནི་དེ་གཅིག་གིས་གོ་དགོས། ཚན་རིག་གི་ཐོག་ནས་བཤད་ན་སྐྱེ་བ་སྔ་ཕྱི་མེད་པ་གོ་མི་ཐུབ་ཀི་ཟིག། དེ་ན་ཡོད་ནི་རེད་ཟེར་ན་ད་ཕར་ཆེར་ཡོད་ས་ཡ་ཀི་ཟིག་འོ་ནི་རེད་ཚན་རིག་པ་ཐམས་ཅད་པོ་ཕར་ཆེར་ཡོད་ས་ཡ་ཀི་ཟིག་འོ་ནི་རེད། འོ་དེ་བས་ད་ཡོད་ནི་རེད་འདི་རིགས་རེད་དེ་ད་རུང་ཟིག་འོ་ནི་མ་དེ་རིགས་རེད། ད་ནི་དེ་གི་ད་ལྟག་གནས་སྐབས་སུ་རང་གནས་སྐབས་སུ་ཕར་ཆེར་ཡོད་ས་ཀི་ཟིག་ད་ནི་ཙམ་ཟིག་རེད་མ་གཏོགས་པ་དོན་དངོས་པོའི་ཐོག་ནས་ད་སྔོན་མའི་ངོ་མ་དག་སྐྱེ་བ་སྔ་ཕྱི་ཡོད་ནི་མ་རེད་ཟེར་གི་འདུག་ན་འདི་ཚོ་ན་ནི་རྒྱུ་མཚན་ཅི་འོང་ན་མ་ཡ་མེད་ན་ཆི་རིགས་ཡོད་ནི་མ་རེད་བརྫི་ན་དུ་མ་ཀ་ཡ་དེ་སྐྱེ་བ་སྔ་ཕྱི་མེད་ཀ་རིགས་ཀྱི་ཡོད་ན་ཟེར་ནི་རེད་ད་ནི་རིགས་ཀྱི་ཅང་གི་སྐྱེ་བ་སྔ་ཕྱི་ཟིག་དུ་མ་ཅིག་གིས་ད་གཉིས་ཀྱི་འདི་ནས་མྱི་གཅིག་དུས་མ་རེད་ཤི་སོང་ན་དུས་ཡར་རེ་ལངས་འོང་ནི་ཟིག་གི་དུས་མོ་གི་སྐྱེ་བ་སྔ་ཕྱི་གཉིས་ཀྱི་རིང་འདུག་ཀྱི་དེ་ཡོད་ནི་མ་རེད་ད་དེ་ལྟར་རྒྱུ་འབྲས་གང་ལ་ཡིན་ན་ཡོད་ནི་མ་རེད་ད་ངུ་ཞིག་གིས་དཔེར་ན་དེ་ནས་ཁ་བསམ་ཤ་ཁྱི་འཐེན་ཁྱི་ཞིག་གིས་མ་དེའི་ཐུགས་གཞང་རྨུག་ཡོད་ཀྱི་གང་གི་ནང་ན་སང་ནང་སྟོན་ཁ་ད་ཐོག་སྐྱེས་ཀྱི་ཡོད་ནི་རེད་ཟེར་ན་ཡོད་ནི་རེད་ཡོད་ནི་རེད་ད་དེ་རང་རིགས་ཀྱི་ཡོད་ནི་མ་རེད་སང་ནང་རིགས་ཀྱི་ཡོད་ནི་རེད་ད་དེ་འདྲ་བོ་རེད་ནི་དེ་ཡིན་ན་དེ་གི་སྐྱེ་བ་སྔ་ཕྱི་ཟེར་གྱི་འདི་ཡོད་མེད་ལ་དེ་གི་ལྷུ་བ་ཟུག་རྩ་བ་ནི་ཡོད་ནི་མ་རེད་དེ་གི་དེ་མོ་རེད།

ད་ཁ་སྐྱག་ཤི་ནས་བཟུང་སྟེ་ལོ་གསུམ་ནས་ད་ལོ་བཞི་ལོ་ལྔ་ལོ་དྲུག་ལོ་བདུན་ལོ་བརྒྱད་ད་རྩིས་མ་ཆུ་དེ་དག་གི་ད་སྐྱེ་བ་སྔ་ཕྱི་སྐྲ་ནི་ད་ཨ་རྩིས་མང་ནི་རེད་ད་ཨོ་དེ་དག་གི་ཁྱི་ཞིག་གི་མཉམ་འཇོག་ཟིག་ཅིག་ད་མང་ནི་རེད་ད་དེ་ནས་ཡ་ཁྱོད་གི་ལོ་དགུ་ལོ་བཅུ་དེ་རིགས་རེད་ཡོང་དུས་ད་གི་ད་ག་ལེ་ག་ལེ་བརྗེད་འགྱོ་ནི་རེད་ད་དུ་ཚེ་འདིའི་ཐོག་གོ་ནི་ད་གི་ད་བག་ཆགས་ད་ཡ་ར་འཐུག་ཨོ་གི་ལོ་སྐྱེ་བ་སྔ་མ་གི་ད་ད་ག་ལེ་ག་ལེ་བརྗེད་འགྱོ་ནི་དེ་མོ་རེད་དེ་རིགས་ཡིན་ད་དུ་རང་ཅིག་སྐྲ་ནི་ཟིག་འཛིན་ཟིག་གི་དུ་བདེན་ཆི་ཞིག་མི་བདེན་ཆི་ཞིག་བསམ་ན་དེ་ཡིན་ནི་མ་རེད་དེ་གི་ད་ད་དྲ་ནུབ་བུ་ལྟར་དུ་ད་དེ་གི་བརྟག་དཔྱད་ཀྱི་སྐྱེ་རུང་ན་ནི་དེ་གི་ད་སྔོན་མའི་སྐྱེ་བ་སྔ་ཕྱི་ཁོའི་ཧ་འུ་མྱི་ང་འདི་ཟེར་མ་འུ་མྱི་ང་འདི་ཟེར་ཁོ་ས་ཆ་འདི་ཡིན་ཛི་བཞག་གཞི་ཆུང་ཆུང་ཁ་སྐྱག་ཞིག་ནི་ཟི་གི་ད་དེ་མོ་ཟིག་ད་བརྩབ་ན་ཞིག་ནི་མ་རེད་ད་ནི་ད་དེ་མོའི་བཤད་དེ་སྐྱེ་རུང་དེ་ད་རྗེས་མ་སྔོན་མའི་དེ་ཡག་གི་ད་མ་གི་བརྟག་དཔྱད་སྐྱེ་རུང་དེ་ད་སྔོན་མའི་སྔོན་མ་འོ་དེ་མོ་ཧ་དེ་མོ་ཟི་གྱི་ཟིག་ཡོད་མ་དེ་མོ་ཟི་གྱི་ཟིག་ཡོད་ད་དེ་སང་ཀམ་མྱི་འདི་མོ་ཟི་གྱི་ཟིག་ཡོད་མྱི་དེ་ཤི་སྐྱེ་པོ་དེ་གི་ཤི་ད་ཚང་མ་ལོ་རྒྱུས་ཀྱི་ཐོག་ན་ཡོད་ནི། དེ་གཏི་མུག་རེད་ན་དེ་ཡིན་ན་དེ་གར་སྐྱེ་བ་སྔ་ཕྱི་ཟིལ་གྱིས་གཏན་འགལ་བྱ་དགོས་ཐུག་ཡིད་ཆེས་ཡོད་དགོས། འདི་ལ་ནམ་ཡང་དེ་གི་ལྟ་རིགས་བསླུ་བ་མེད། འོ་ཡ་དེ་གི་སྐྱེ་བ་སྔ་ཕྱི་ཡོད་ནི་རེད་ཡོད་ནི་མ་རེད་ཟེར་གི་འདུག་ན་ཆ་ག་ཅི་ཡང་བཤད་ཀྱི་ཡོད་ནི་མ་རེད་འང་དེ་གི་ལྟ་རིགས་ཡོད་ན་ཡ་ད་ལྟོ་ན་ཁོག་ལྟ་དེ་མོ་ཟིག་མ་གཏོགས་པ་ཡོད་ནི་མ་རེད་འོ་དེ་གི་ཅི་ཡང་ཡོད་ནི་མ་རེད་བཤོད་བཤད་དེ་ལ་ལ་དེ་མ་གོ་ན་གོ་ཁ་ཡིས་དེ་གི་ལྟ་སྐྱེ་བ་སྔ་ཕྱི་ཡོད་ནི་མ་རེད་ཚངས་རིག་གི་སྒོ་ནས་དེ་འགྲོ་དེ་མེད་པ་གོ་ནི་རེད་ཟེར་དེ་བཤོད་རེད་དེ། ཚངས་རིས་ཀྱི་སྒོ་ནས་མེད་པ་ཅང་གོ་བོ་ནི་མ་རེད་དོ། གང་ན་ཡང་གོ་བོ་ནི་མ་རེད་ཚངས་རིས་ཀྱི་རྐང་ན་སྐྱེ་བ་སྔ་ཕྱི་མེད་པ་གོ་སྐྱེ་བ་སྔ་ཕྱི་ཟེར་གྱི་འདི་ཚངས་རིས་ཀྱི་ཡུལ་གཟུགས་མ་རེད། ཡིན་མོ་རེད་དེ་ཡིན་ན་དག་སྔ་མཆོད་ཙི་ག་དེ་འབྲུ་དག་མྱི་གི་སེམས་ཟེར་གྱི་འདི་བསླབ་པ་ཡིན་ནི་རེད་དག་མྱི་གི་ཟར་དེ་བསླབ་པ་མིན་ནི་རེད་དག་ད་སེམས་ཡོང་ནི་མ་རེད་བརྫིས་བཤད་མྱོང་ནི་རེད་ད་དེ་བཤད་པ་དེ་དག་ད་ཚངས་རིས་རང་གི་ཐོག་ནས་དེ་བཤད་པ་དེ་ད་མི་ཉན་གྱི་ད་བཀོད་འོང་གོ་ནི་དུ་བཤད་པ་དེ་སྙན་སྨྲ་བོ་ཚིག་དག་གི་མི་གཟུགས་མ་རེད་ཟེ་ཡིས་ད་ནི་ད། བསླབ་པ་ལ་གཞི་འཇུག་ཡིན་ནི་ད་ནི་དུ་བསླབ་པའི་ནང་གི་དབང་རྩ་ལ་གཞི་འཇུག་ཡིན་ནི་དེ་མོ་ཆེ་གི་ད་དུ་གི་མཁས་པ་འཛམ་བུ་གླིང་གི་ཕུར་དུ་བྱུང་བའི་ད་བོ་ནི་ཆེ་གི་བོ་ད་དེ་གཅིག་རེད་མ་གི་དེ་ཟེ་ལུགས་དེ་གཅིག་སྙན་མ་གི་ཟེ་ཡིས་ད་སྐལ་བཟང་དེ་རང་དེ་དུ་གི་དུ་གློག་བུ་ད་བོ་ནི་རེད་ནི་མི་དུ་སག་ཅིག་གི་ཚ་ཚ་རིག་གི་བཀོད་བོ་ཟེ་བོ་མ་དེ་མགོ་འཁོར་མི་ཉན་ཨོ་ཡ། ཡོད་ནི་མ་རེད་དུ་གི་ཁྱི་གཅིག་གིས་དེ་ད་ནི་དུ་གི་དུ་ད་ཨབ་བདེན་མི་བདེན་བསམ་ན་དུ་དེ་རང་ལ་ཆེ་ཁ་འཛམ་བུ་གླང་གི་ཐག་རྙི་སྲི་ཟིག་གི་རྔུ་རྣམས་གས་པ་ཕྱི་མོ་ཟིག་གི་ཐོག་བ་སོང་བའི་བཤད་དོན་དཀོན་ན་ད་ཚངས་རིག་གི་སྐྱེ་བ་སྔ་ཕྱི་འདི་རིས་མེད་ཀྱི་ཧ་གོ་ནི་རེད་ཟེ་ཡི་བཤད་དོན་ནི་ཟིག་ཡོད་ནི་མ་རེད་ཡིབ་ཟེ་ཡི་བཤད་ལྟ་ན་ད་དེ་ད་དི་གི་ད་རྫོགས་ནི་ཟོ་ནི་མ་རེད་བ་ཡ་དེ་མི་ཡིན་ནི་རེད་དི་དེ་ཡིན་ན་ཁ་ཚི་ངོ་ནི་དི་གི་རང་རང་སོ་སོའི་ཅིག་དི་གི་ད་རེས་ཚོགས་ཤིག་གིས་ཁྱེད་རང་ཅིག་ཟེག་འདུག་ནི་མ་གཏོགས་ཡོད་ནི་མ་རེད་སྐྱེ་བ་སྔ་ཕྱི་མེད་ཟེ་ཀྱི་དེ་དི་མི་ཟིག་བའི་ཁུངས་ལུང་ཅང་མེད་ཡོད་ཟེ་ཀྱི་དེ་དི་གི་ད་རེས་ད་ཁུངས་ལུང་དི་མི་ཡོད་འདྲི་ནི་དི་ཡིན་ན་སྐྱེ་བ་སྔ་ཕྱི་ཡོད་ནི་ལུས་བ་ཡོད་ནི་མ་རེད་མིར་ཆེ་གེ་དེའོ་གང་ལྟར་ཡང་ད་འུ་གྲ་བསྒྲིགས་དགོས་འབྲེལ་ནི་མི་སྐྱེ་བས་ལྔ་བཤད་ལུས་བ་མེད་འུ་ད་དེ་ཡིན་དེ་ངི་ཆེ་གེ་དུ་དོན་དང་པོའི་ཚེ་ལྔ་བཤད་ལ་ཡིད་ཆེས་ཡོད་དགོས་གོ་བ་དུ་ངི་ཆེ་གེ་ཡོད་ཀྱང་ཡོད་ནི་རེད་འུ་པ་ཆེ་གེ་དུ་གི་ཚེ་ལྔ་བཤད་ལ་ཡིད་ཆེས་ཡོད་ནི་རེད་དུ་ཡོད་ཀྱི་དུ་ངི་ཆེ་གེ་འཆི་གི་ཡོད་ནི་མ་རེད་ད་ངི་ཆེ་གེ་དེ་འདྲའི་ཚེ་ལྔ་བཤད་ལ་ཡིད་ཆེས་ཡོད་ཀྱི་དུ་རང་རང་ཨ་གཅིག་དེ་འདྲའི་དུ་གི་ད་ལྷ་འདྲེ་གཟིགས་ལ་ཡིད་ཆེས་ཡིན་ནི་ད་འདྲ་ནི་མ་རེད་ངི་ཆེ་གེ་འདི་ལ་རྒྱུ་མཚན་ཡོད་ནི་རེད་དུ་ངི་ཆེ་གེ་འདི་ལ་དེ་འདྲའི་རིགས་པའི་གཞུང་ལུགས་ཡོད་ནི་རེད་དེ་དེ་ཡིན་ན་དེའི་འབྲུ་དུ་ད་ནང་པ་སངས་རྒྱས་པའི་ནི་དུ་མི་ཅིག་གིས་འོད་ཀྱི་ནི་སྐྱེ་བ་སྔ་ཕྱི་བྱ་གི་བདག་ནི་འདི་ཚོ་ལ། ད་དུ་གཞན་མ་ཟེར་དུ་ཨ་མི་རི་ཀའི་ཚངས་རིག་པ་འདི་ཚོ་ཡིན་ན་ཧ་ལས་དུ་ད། འདི་ད་སྔོན་མའི་འོད་ཀྱི་ནི་དུ་ད་ཅིག་དེའི་འབྲུ་དུ་འཛམ་བུ་གླིང་གི་མི་ཉིད་ཡོངས་སུ་རྫོགས་པ་ལ་ནི་དུ་ད་ལེགས་སྐྱེས་གཟུགས་ཀྱི་ལོག་ལྟ་ཡ་གི་གཟི་ཡིག་བྱ་གི་འོད་འདྲེན་ནི་མི་འོད་ཀྱི་གཟི་ཉི་གཟུགས་ཡ་གི་གཟི་འོད་ནི་མ་རེད། འོ་ད་ནི་མགོ་འཁོར་མི་ཉན་དུ་དུར་ཡིན་ཟིག་གི་དུ་བུ་ད་འདི་ཚངས་རིགས་ཀྱི་ཐོག་ནས་བཤད་ན་འདྲ་ཆོས་ལུགས་ཀྱི་ཐོག་ནས་བཤད་ན་འདྲ་མི་གཅིག་གི་དམངས་ཁྲོད་ཀྱི་དུ་བུ་འཚོ་བའི་ཐོག་ནས་བཤད་ན་འདྲ་ད་སྐྱེ་བ་སྔ་ཕྱི་ཟེར་གྱི་དུ་ཡོད་ནི་དེ་མོ་ཟིག་རེད་ནི་དེ་དེ་ཡིན་ན་དུ་བུ་ད་དེ་ལ་དུ་བུ་ཆགས་ཀྱི་ཡིད་ཆེས་ཡོད་དགོས་འདྲི་དུ་དོན་དག་དང་པོ་ཡིན་དུ་བུ་དོན་དག་གཉིས་པ་དུ་འཇིག་རྟེན་ཡང་དག་གི་ལྟ་བ་གི་དུ་བུ་དོན་དག་གཉིས་པ་དུ་ལས་རྒྱུ་འབྲས་ལ་དུ་བུ་ཡིད་ཆེས་ཡོད་ནི་རེད།

ཐ་མ་ར་དགུ་ཐ་ཐ་བཞག་ནས་ན་ཐ་གཅིག་དག་ཉི་མ་བཅོ་ལྔ་ཟླ་བ་གཅིག་གི་ནང་སྐྱེ་ཡོང་ནི་ཡོད་ག། དུ་མི་ཞིག་གིས་གཅིག་དག་གནས་འདྲ་སྐྱོ་འདྲ་འདི་བྱ་ག་ཡོད་ན་ཐ་མ་ར་ཐ་བཞག་ནས་ན་ཐ་གཅིག་དག་གཅིག་དག་ད་རེས་ཟླ་བ་བཞི་ལྔ་ལྔ་དྲུག་དེ་མོའི་ནང་ནས་སྐྱེ་མི་ཐུབ་ནི་ཡོད་དེ་མོ་གཟུགས་བས་སྐྱེ་མི་ཐུབ་ནི་ཡོད་ག། ད་ཤིང་ཏོག་འདྲ་འདི་མོ་འདི་ནི་ཐ་མ་ར་བཏབ་ནས་ལོ་གསུམ་གི་རྗེས་སུ་བཟོ་ཡ་རུ་བཟའ་གི་ཐོན་གྱི་དེ་མོ་ཡོད་ནི་རེད་ཐ་ག་ད་དུ་དག་འདྲ་འདྲ་རེད་ལས་རྒྱུ་འབྲས་དེ་ཡང་ནི་ཐ་ག་ས་ཟག་ཅིག་གི་དེ་རིང་འདི་ནས་བྱས་ན་དེ་རིང་འདི་ནས་རིགས་སྟོན་གྱི་དེ་མོ་གཟུགས་ཡིན་ནི་མ་རེད། དེ་དག་མི་གཅིག་གི་དཔེར་ན་གཞང་མུག་ན་དེ་རང་མ་རབས་བཏབ་ན་ས་བོན་མར་བཏབ་ན་སང་ཉིན་ཡར་སྐྱེས་ཡོང་ནི་ཟིག་དེ་མུག་གཞང་ཟིག་མ་ཁེན་ན། འོ་དེ་མུག་རེད་དེ་ཡིན་ན་དེ་བུ་དང་འདེ་ལམ་ལས་རྒྱུ་འབྲས་ཟིག་སྐྱེ་བོ་དུམ་མདོ་ན་བྱ་བ་རྩུ་བྷ་ཡིན་ན་དེ་བུ་ད་རེས་དེ་ལམ་འབྲས་བུའི་བདུད་ཕོ་ཡོང་ནི་ད། བྱ་བ་ཡེ་ཧ་ལེ་ན་དེ་ལ་དེ་ཡོང་དུས་དེ་བུ་ད་འབྲས་བུ་ཡེ་ཧ་ཡོང་ནི་དེ་རེད་དེ་བུ་ད་དེ་རེད་ལས་སླ་བོ་ཟིག་རེད་མ་གཏོགས་པ་དེ་བས་ཅིག་དེ་བུ་ལས་རྒྱུ་འབྲས་ཀྱི་ཐོག་ནས་ཅིག་སེམས་མ་མི་ཤེས་ཀྱི་ད་ཅིག་བཀའ་མོ་མོང་ཟིག་དུ་སྦྱང་བྱ་དགོས་བ་ནི་མ་རེད། འོ་དཔེ་གཟིགས་བཞག་ནས་ན་དག་ད་ཡེ་ཤེས་ཆོས་ལུགས་པ་ཤོར་བར་མི་རྟག་པ་ཡེ་ཤེས་ཆོས་ལུགས་པ་ཆེ་གེ་བརྫེ་ནས་ན་ད་འཇིག་རྟེན་གི་ལྷ་གཟིགས་བ་ནི་རེད། ལྷ་དེ་ཉིད་ཀྱིས་ནི་དེ་འགྲོ་དག་ད་ངུ་ཆ་ག་མྱི་ཆ་ག་སྐྱེད་ད་དེ་སྐྱེད་ག་འཇིག་གི་བ་ནི་རེད་སྡུག་ན་དེ་སྡུག་ག་འཇིག་གི་བ་ནི་ལྷ་དེ་རྒ་ན་ད་ངུ་ཆ་ག་ཐམས་ཅད་པོ་བདེ་ག་འཇིག་ནི་རེད་སྐྱེད་ག་འཇིག་ནི་རེད། ད་ལྷ་དེ་མ་རྒ་ན་ངུ་ཆ་ག་སྡུག་ག་འཇིག་ནི་རེད་ཟེར་ཏེ་ལྷ་ཏག་ཏག་གི་ཐོག་བ་ཏག་གཟེགས་བ་ནི་རེད། ད་ངུ་ཆི་ཀའི་ནང་བ་སངས་རྒྱས་པའི་དེ་མོ་མི་གཟེགས་གི་ཏག་ལྷ་གཟིགས་བ་ནི་མ་རེད། དེ་མུ་གུ་ལྷ་གཟིགས་འོག་ནི་མ་རེད། བྱ་བ་ཡི་ཧ་ལི་ན་བཙོག་བ་ལི་ན་རང་རེ་མ་གཏོགས་པ་ལྷ་གཟིགས་གང་ཅི་ག་མ་ར་འཕེན་གི་འོག་ནི་མ་རེད་ཡ་ར་འགྱོ་བ་འཇིག་གོ་མ་དེ་རང་རང་གི་ཡི་ཧ་ལི་ན་དེ་གི་རང་ཡི་བྱ་བ་ཡི་ཧ་བྱ་བ་ཡི་ཧ་ལི་ན་དེ་གི་ད་ལས་རྒྱུ་འབྲས་ལྷོད་བ་མེད་པ་རང་ཡི་ཧ་ཡོང་རྒྱུ་རེད་རང་གི་ཅིག་གི་ཡིད་ཀྱི་སེམས་ཅན་གི་སྐྲོག་བྱ་ཀྱི་གཤོབ་བྱ་ཀྱི་དེ་མུ་ལི་ན་ད་ལྟ་གི་ལྟ་རིས་དེ་བྱ་བར་སྡུག་ཁོག་ལེན་ན་ད་གི་ལྟར་སྡུག་ཁོག་ཡོང་གི་རེད་དེ་མ་གཏོགས་པ་གཞན་པ་ཡོད་ནི་མ་རེད་ལས་རྒྱུ་འབྲས་གཟིགས་ཀྱི་ད་དེ་མོ་བོ་ནི་ད་གི་ལྟར་རྩ་མོ་བོ་གཟིགས་རེད་ད་གི་ལྟར་ལ་ལ་ལ་ལ་ད་ལས་རྒྱུ་འབྲས་ད་གི་ཚེ་འདིའི་ཐོག་བར་མི་ཡོང་ནི་ད་ངི་ཆི་ཁའི་ལྟས་བདའ་ན་ཨོ་འདི་ལྟ་དེ་འདི་ད་གི་བྱ་བ་དེའི་ད་གི་ལྟར་ན་མི་ངན་ཤག་ཤག་རེད་བསམ་གྱི་དེ་མོ་ངི་ཆི་ཁའི་ད་གི་འཚོ་བ་གི་ནང་ནས་ཉམས་མྱོང་བ་ལྟས་བདའ་ན་དེ་མོ་མོ་རིགས་ཀྱི་ཡོད་རེད། གཏི་མུག་ཡང་ཡོད་དྲིས་དང། ཁ་ཚང་གཏི་མུག་གཟུགས་མ་རེད་གང་ལྟར་ཡང་དེ་འདྲུ་ལས་རྒྱུ་འབྲས་གཟུགས་ཀྱི་འདུ་ནི་དུ་བ་ད་འདས་ཅིག་འདིའི་ནང་ན་རིག་པ་གི་དུ་བ་གཅིག་རིག་པའི་གཞུང་ལུགས་ཀྱི་ཐོག་ནས་ཅིག་མི་འཐད་ཀྱི་གཟུགས་ད་ད་ཅིག་དེ་འདྲུ་དུ་བ་སེམས་ནང་མི་ཆོས་ཀྱི་གཏི་མུག་གཅིག་གཅིག་ཡང་ཡོད་ནི་མ་རེད་གཅིག་ཡང་ཡོད་ནི་མ་རེད་དཔེར་ན་ངེད་ཅིག་གིས་བརྩམས་གཟུགས་ཀྱི་ཐོག་ནས་བཤད་ན་ཡང་ད་འཇིག་རྟེན་མི་ཡུལ་ན་དེ་འདྲུ་དུ་བ་རྒྱལ་ཁབ་ཀྱི་ཁྲིམས་ཟེར་གྱི་གཟུགས་ཨ་ཁུ་མྱི་གཟུགས་བསལ་ན་ཁྲིམས་དེ་དང་འགལ་གསུངས་དྲིས་ཁྲིམས་དེ་དང་འགལ་ན་ད་འགྱོད་ས་གི་ཁྲིམས་ཁང་ཟེར་གྱི་སྡུག་མིར་བྱ་འཛུགས་ཨ་ཁ

ཨོ་མ་ཀི་སི་ལའི་རྒྱུ་འབྲས་མ་ཀི་མེ་སྐྱི་འདི་རིགས་རེ་ཟའི་ཁྱེད་རང་རིག་པའི་གཞུང་ལུགས་ཀི་ཐོག་ནས་ཡིན་ན་འདྲ་ཨོ་ཡ། ད་དི་མ་ཡིན་པའི་ཞིག་ཚན་རིག་གི་ཞིབ་འཇུག་ཡིན་ན་འདྲ་དེ་མོ་ཟིག་བཤད་ཐུབ་ནི་ཟིག་འགྲུལ་བ་མིའི་ལོ་རྒྱུས་ཀི་ཐོག་ན་དི་གི་ད་ད་གི་བར་དུ་དི་གི་འཛམ་བག་ལང་ནས་ཁོ་མཁའི་ཁོ་དི་ཟེ་ནི་ཞིག་སི་འདྲ་ཟིག་དི་ཡིན་ན་ད་ནི་དེ་མོ་བཤད་ཐུབ་ནི་ད་ཡོད་ནི་མ་རེད་བོ་དེ་བཞིན་གོར་གོར་འགྲོ་ཡ། སྲིག་གཅིག་གི་དག་རིག་པ་དངོས་མི་འདི་ལྟ་བདེན་གི་ཡ། ད་མ་ཡོ་ཙིག་སངས་རྒྱས་ཀི་དེ་མོ་གཟིག་ད་ཧ་རི་ལ་སར་སིར་གྱིས་ད། དེ་མ་རྒུ་ད་ཨ་ཅིག་ཨི་ཡོ་ཙི་གོ་དག་འདི་ད་མེ་ཙི་གོ་སངས་རྒྱས་ཀི། དོ་ཧ་ཟིག་སྐྱེ་སྐྱེ་ཙམ་ཟིག་ག་བཤད་ཐུབ་ནི་ཟིག་འོ་ནི་མ་རེད་རང་ཁ་སྟོང་བ་གི་དེ་འདྲུ་དག་ད་ཡོ་ནི་མ་རེད་ཡོ་ནི་མ་རེད་ཟེར་འདུག་འདྲེ་བ་ཡ། ད་དེ་མོ་དེ་དོན་དག་ཅིང་འོ་ནི་མ་རེད། མེད་ན་མེད་ལུགས་བཤད་དགོས་འདུག་ཡ། ད་མེད་ན་མེད་ལུགས་ཡི་ཧ་བཤད་ཁྱོད་ན་ཡང་ངུ་ཆ་ག་ཆ་གི་མེད་ཀྱིས་ལྟོན་ད། ངོ་མི་ལྟོན་གི་ཐོག་ན་མེད་ན་ངུ་ཆ་གི་མེད་ནི་ཟི་ག་ཡོད་ཟེ་དགོས་དོན་ཅང་མ་གི། རེད་ད་ཏི་སག་ཅི་ག་བཤད་ཀྱི་འོན་མ་རེད་ཨོ་ཡ། ད་ཏི་ན་ཡོད་ལུགས་བཤད་ཀྱི་འོ་ནི་རྗེ་ན་ཡོད་ལུགས་རྒྱ་ཆེན་པོ་བཤད་ཀྱི་འོ་ནི་རེད། ཏི་ལེགས་རྒྱུ་འབྲས་ཟེར་གྱི་ཏི་ཏི་གོ་ལྷི་བ་མེད་པ་དེ་མོ་ཟིག་རེད། དེར་ཡིན་ན་དག་ད་སྔར་བྱ་དགའ་བོ་དཔའ་འདྲ་ཟིག་དེ་ན་བཟང་བོ་འདི་རེད་དོ། ད་མི་གྲངས་ཀྱི་ནང་ནས་གཞར་ནས་ན་ཅང་སྔོན་མའི་སྔོན་མ་བྱེད་ན་བརྒྱ་ཆ་དགུ་བཅུ་གོ་དགུ་མ་དགུ་ད་དགུ་བཅུ་གོ་དགུ་དང་ད་རུང་ཚག་དགུ་འོ་ད་དེ་མོ་ཟིག་ཡིན་རྒྱུ་རེད་དོ་དེ་མོ་ཟིག་མ་གཏོགས་པ་དེ་མོ་ཟིག་ད་ཁ་ཚང་བོ་དོན་ནི་དག་ད་ཡོངས་སུ་རྫོགས་པ་ལས་རྒྱུ་འབྲས་ལ་ཡིད་ཆེས་ཚེ་སྔ་ཕྱི་ལ་ཡིད་ཆེས་དེ་རིགས་བརྡལ་ཡོད་ནི་རེད་ད་དེ་རིགས་ཡིན་ན་དག་དག་ཤི་འདི་ནས་ཀྱང་ཡག་ནི་རེད་དག་ངར་ཆ་ག་ཕན་ཐོགས་ནི་རེད་ངར་ཆེ་གེ་ཕྱི་ཚོགས་ཀྱི་བདེ་འཇགས་ལ་དག་བསམ་བློ་བཏང་ན་འདྲ། རིག་གནས་སྲུང་སྐྱོབ་ལ་བསམ་བློ་བཏང་ནི་ཡིན་ན་འདྲ། ད་དེ་འདྲ་བ་གཟིགས་ཀི་ནི་དེ་གི་མཐུན་སྒྲིལ་ལ་བསམ་བློ་བཏང་ནི་ཡིན་ན་འདྲ་མི་དང་མིའི་བར་གི་དེ་གི་མཐུན་སྒྲིལ། མི་དང་སྲོག་ཆགས་ཀི་བར་གི་མཐུན་སྒྲིལ་མི་དང་ཁོར་ཡུག་གི་བར་གི་ནི་དེ་གི་མཐུན་སྒྲིལ་གང་ཅན་པོ་དེ་ཡིན་ན་ལས་རྒྱུ་འབྲས་དང་ཚེ་སྔ་ཕྱི་ལ་ཡིད་ཆེས་འདི་གི་ད་ལྟ་ཕན་ཐོག་རྒྱ་ཆེན་པོ་གཞན་པ་གཟིགས་ཀི་ད་རྩ་བ་ནས་དེ་འདྲའི་དེ་གི་ཕན་ཐོག་ཐོན་མི་ཐུབ་ཀི་དེ་མི་ཡོད་དྲི་དཔེར་ན་རྒྱལ་ཁབ་གི་ཁྲིམས་ཡོད་ནི་རེད་ད་ནི་དེ་གི་ཁྲིམས་གཟིགས་ཀི་འོག་ཏུ་དེ་གི་ད་རིག་ན། ཁྲིམས་དང་འགལ་བ་རེད་དེ་འི་ད་རེད་ད་གཉིས་པ་ཡོང་ནི་རེད་ནི་མ་དེ་མ་རིག་ན་དེ་འི་ད་ཅང་སིག་མི་གོ་བའོ་ཡ་དེ་མོ་རེད་དེ་འི་ད་ག་མོ་ཡོད་ནི་རེད་ལེའི་རྒྱུ་འབྲས་ཟིག་གི་དེ་ད་རིག་མི་རིག་གི་དོན་དག་ཟིག་མ་རེད་དེ་འི་ད་རང་རང་སོ་སོའི་འོ་ད་འདི་ད་ཉན་ནི་མ་རེད་ནི་མ་ད་ང་ལེའི་རྒྱུ་འབྲས་དང་འགལ་འགྱུར་འབྲས་དེ་རུང་ནི་མ་རེད་བསམ་གྱི་དེ་ཡོད་དེ་རང་གི་རང་ཉིད་རང་རང་སོ་སོ་རྒྱུ་ན་རང་ཤེས་རང་རྟོགས་ཟིག་ཡོད་ན་ད་ཅིག་དེང་དུས་དག་ད་རེས་ཁྲིམས་རྒྱ་དར་གཏོང་བས་ཀྱང་ནི་དག་ད་དེའི་མཐུ་ནི་རེད་དག་ཁྲིམས་ཡོད་ནི་རེད་ད་དག་ཁྲིམས་ཟེར་གྱི་དེ་ད་རེས་ཟེར་གྱི་དེ་རེད་ད་ཅིག་དག་རིག་ས་ནས་ཁྲིམས་ཀྱི་རེ་ཟིན་ན་ཡང་ཧོད་ཀྱི་མ་རེད་ད་ནི་ད་མི་རིག་ས་ནས་དག་ཟིན་ན་ད་ནི་ད་ཁྲིམས་ཀྱི་འདྲ་དང་མི་འདྲ་ཡེར་འདྲི་དག་དེ་མོ་འདྲ་འདྲ་རེད་ནི་དག་དེ་ཡིན་ན་དག་ལས་རྒྱུ་འབྲས་ད་ཚེ་སྔ་ཕྱི་ཟེར་གྱི་འདུག་ད་ངི་ཆི་ཀ་དག་ཐམས་ཅད་པོ་ལ་ནི་དག་མི་རིག་འདི་ལ་དག་ཕན་ཐོག་ཡོད་ཀྱི་གི་ལྟ་བ་ཕན་ཐོགས་ཡོད་ཀྱི་སྐབས་བསམ་བློ། འོ་དེ་མོ་གཟུགས་རེད་མ་གཏོགས་པ་དག་འདིའི་ནང་ན་སྐྱོན་གྱི་ཆ་ཟིག་ཅི་ཟིག་ག་དག་ད་རྡུལ་ཙམ་ཡང་ཡོང་ནི་མ་རེད་ནི་དག་འདི་མི་གཅིག་གིས་དག་གི་ད་རེས་ད་སྐར་བ་ནང་གནས་ཀྱི་བར་དུ་ནི་དག་བསམ་བློ་འདི་མོ་ད་རིག་གནས་འདི་མོ་དུ་ད་རྒྱུན་འཛིན་ཡེར་དགོས་དར་སྤེལ་ཡེར་དགོས་སྐྲོང་སྐྱོབ་ཡེར་དགོས་འདྲི་འོ་དེ་མོ་རེད་ཆོས་གི་ཐོག་ནས་བཤད་ན་འཇིག་རྟེན་ཡང་དག་གི་ལྟ་བ་ཟིག་ཅི་དག་ད་ཡོད་ཚོང་ན་ད་ང་ཅག་ག་ཚེ་རབས་སྟོང་དུ་ཡང་ང་འགྲོ་མི་འགྲོ་ནི་དེ་མོ་རེད། འཇིག་རྟེན་གྱི་ཐོག་གནས་བྱ་ཐུག་ན་ཁར་ཚང་དེ་རང་གི་ཕྱི་སོག་འདི་མི་ཟིག་གི་ཐོག་ཨ་ཐང་སྔོན་མའི་ལས་རྒྱུ་འབྲས་ལ་ཡིད་ཆེས་ཟིག་མེད་ཚེ་སྔ་ཕྱི་ལ་ཡིད་ཆེས་ཟིག་མེད་ན་ད་དཀའ་མོ་ཡིན་ནི་རེད་བོ། དཀའ་མོ་ཡོང་གི་འོ་ནི་རེད་ཁ་ཚང། དེ་དེ་མོ་མོ་རེད་ནི་དེ་གི་དེ་དེ་ཡིན་ན་དེ་གི་དེ་གི་དེ་དང་པོ་དེ་རེད་དེ་ཁྱེད་ཅག་ག་མི་ཚེ་མི་སྐྱ་ཕོ་མོ་གི་ལྟ་བ་དེ་དེ་རེད་གོ་བ་ཁྱེད་ཅག་གི་བསམ་བློ་དང་ཡང་ང་ཅག་ག་ལྟ་བ་ཅི་ཟིག་དགོས་འདྲི་བོ་བགྱིས་ན་འོ་ང་ཅག་གི་ལས་རྒྱུ་འབྲས་ལ་ཡིད་ཆེས་དགོས་འདྲི་ཚེ་སྔ་ཕྱི་ལ་ཡིད་ཆེས་དགོས་འདྲི

བོད་ཀྱི་མཁས་པ་ད་འདི་སུ་ཡིན་ན་འདི་རིགས་ཡོང་ནི་ཟིག་རེད་འདེབས་སླུ་བ་ཡོད་ནི་མ་རེད་བསམ་ཁྱེད་ཅག་གི་ཡིད་ཆེས་བརྡར་ནི་ཆོག་ནི་རེད་དེབས་སླུ་བ་ཟིག་ངོ་མས་ཡོད་ནི་མ་རེད་དེ་རིགས་རེད་བོད་ཀྱི་མཁས་པ་མར་ཀུན་ཛམ་བུ་ལང་གི་མཁས་པ་གི་དག་ངི་ན་བ་བཙོང་ན་དེབས་སླུ་བ་ཡོད་ནི་མ་རེད་ད་ཁྱེད་ཅག་གིས་ཀྱང་དག་བསམ་བློ་བཏང་མི་ཤེས་ནི་ཅི་གི་དེ་རིགས་ཀྱིས་ད་ངས་བསམ་བློ་བཏང་ཞེས་ཞབས་པ་རྒྱག་ཞེས་ཟེར་ནི་ཟིག་འོ་ན་འོ་ད་སོང་ཤ་པ་རྒྱོབ་ད་ད་ཤ་པ་རྒྱག་ཆོག་ནི་རེད་ཤ་པ་རྒྱབ་ཀི་རྒྱབ་ཀི་དི་འོ་ངོ་མིན་ཡོད་ཙིག་བདེན་ཙིག་བསམ་གི་ཙིག་མ་གཏོགས་པ་ཤ་པ་རྒྱབ་ཀི་རྒྱབ་ཀི་འོ་མ་ཡོད་ཙིག་མི་བདེན་གི་བསམ་གི་དེ་མི་ཡོང་རྒྱུ་མེད་ད་དི་ཅི་ཞིག་གི་དེ་ལྟའི་ད་ནི་ད་ངི་ཞིག་གི་མང་ཚོགས་གི་ནང་ནས་ད་དེ་མོ་ད་རང་ཅིག་ཤ་པ་རྒྱག་འོ་ནི་ཟིག་ཅིང་དི་དཀོན་མོ་ཡིན་ནི་རེད་ད་ནི་ད་དི་མི་དགོ་གི་དི་དི་རིགས་ཀྱིས་དི་དི་མི་སྐྱ་ཕོ་མོ་རྣམས་ཀྱིས་དི་ད་དང་པོ་ལྟ་བ་རེད།

ཨོ་ཡ། ད་ལྟ་འདྲ་བ་ཟིག་གི་ནི་དུམ་བུ་ལྟ་བུ་ད་རེས་འདི་ནས་བྱང་ཆུབ་ཀྱི་སེམས་སྒོམ་ལུགས་ལྟ་བུ་ཨ་ཏི་ས་ཐོབ་སྒོམ་སྣང་ལྟ་བུ་བཤད་ཡོད། དེ་ཚོ་ཐམས་ཅད་པོ་ཆེ་གི་ཉམས་ལེན་གྱིས་དེང་གྲུབ་བདེ་བ་ཅན་འདིར་སྐྱེ་བའི་རྒྱུ་བཞི་དེ་སྔར་སྔ་འཕྱི་ལྟ་བུ་ས་ཐོབ་སྒོམ་སྣང་ཡོང་དེ་བཤད་ཡོད་ད་མིན་ན་ད་ལྟ་འདི་བམ་པོ་རྣམ་པ་ཞིག་གིས་རྒྱུན་འདི་དག་གསུང་གོ་ནི་རེད་དེ་ཡིན་ན་ཁྱེད་ཅིག་གིས་མི་སྐྱ་ཕོ་མོ་ཐམས་ཅད་པོས་གཉེན་པོ་ལྟོ་བཞི་བསྒོམ་སྡིག་པ་མི་དགེ་བ་ལ་བྱ་ཧ་ཅི། འོ་ཡ། དེའི་ཐོག་ལབ་བདེ་བ་ཅན་འདིར་སྐྱེ་བོའི་རྒྱུ་བཞི་བསྒོམ་དུ་མགོན་པོ་འོག་མེད་ཀྱི་གཞུང་ལ་སྐྱེ་སྐྱེ་བོ་བསྟན་འགྲོའི་དོན་གསོལ་བ་ཐོབ། འོ་ཡ། དུ་ཇི་ལྟ་དུ་གཉིས་ཀ་བའི་གཙོ་བོ་དབྱེར་དགོད་དུ་དགོས་དེའི་ཐོག་བྱང་ཆུབ་ཀྱི་སེམས་དང་འདི་ཆ་ག་དུ་བསྒོམ་ཆ་དོག་ཆུང་དུ་བསྒོམ། དཔེར་ན་ངས་ཁར་སང་གི་གཉིས་སྣ་ཐུབ་རྫས་ནས་ངས་གཅིག་གིས་དཔེར་ན་བོད་པ་བཙུགས་དེ་ཡིན་ན། ད་བཟའ་སྐྱི་མང་བོ་ཡག་གི་ད་གཙོ་བོ་གཙོ་བོ་བཟའ་སྐྱི་དུ་ཇི་ཟིན་རྒྱུ་རེད་བརྗོད་ན་དུ་རྩམ་པ་ཡིན་རྒྱུ་རེད་དུ། ད་དཔེ་དེ་བཞིན་དུ་ངར་ཆ་ག་མི་སྐྱ་བོ་མོ་བཟུགས་དེ་ཡིན་ན་དུ་ཆུ་མང་བོ་བསྒྲུབ་རྒྱུ་ཡག་གི་དུ། དུ་བསྒོམ་ཉམས་ལེན་གཉིས་ན་མང་ཡི་སྐྱག་གི་ད་ལྟ་གཙོ་བོ་དུ་མི་སྐྱ་བུ་མོ་དུ་བུ་ད་ཤི་ཡང་ཤི་ནི་འགྲིབ་ཡང་འགྲིབ་ཀྱི་དུ་ཅམ་པོ་དུ་བདེ་བ་ཅན་དུ་སྐྱེ་བའི་རྒྱུ་བཞི་དུ་ཡིན། རྩམ་པ་གི་ཁ་མ་འདྲ་བོ་དུ་བདེ་བ་ཅན་དུ་སྐྱེ་བའི་རྒྱུ་བཞི་ཅི་ཞིག་ཞིག་གི་དུ་ཉམས་ལེན་གྱིས་དུ་བསྒོམ་དུ་མཚན་མ་དོ་དུས་བསྒོམ་གོ་བ་མཚན་མ་འདུག་ལུགས་དུ་ངའི་ཁ་ཚང་དུ་བུ་ཤ་སྐྱི་དུ་ཡིན་ད་མགོར་ང་ཁ་ཚང་གཅིག་ཡིན་ནི་རེད་ཨ་ན་མ་ན་རེད་བར་དུ་དུ་བུ་ད་བདེ་བ་ཅན་དུ་སྐྱེ་བའི་རྒྱུ་བཞི་དུ་ཉམས་ལེན་གྱིས་ད་ནི་དུ་བུ་ད་དུ་ལོ་རེའི་གི་ནང་ཡིན་ན་ད་ཅི་གཡར་ཁ་ད་ནི་སྟོན་ཁ་འདི་མོ་མ་སྐུམ་ན་ཡང་དག་རྒུན་ཁའི་གནས་སྐུམ་ན་དག་ཁོམ་གི་རྒུན་ཁ་ཚོགས་ཡིན་ན་དག་ཆ་གའི་སྟེང་དྲུག་དག་ཉམས་ལེན་འདྲ་གྱིས་དག་མཚན་མ་ཚོགས་ཡིན་ན་མི་སྐྱ་ཕོ་མོ་ཡིན་གྲོང་དག་ཤི་དགོས་ནི་རེད། ཤི་ནས་ཉིན་པར་ཆུ་མ་གཏོགས་པ་ད་ལྟའི་ཉིན་པར་ད་སྔོ་མི་སྔོ་མ་བོ་དག་ཅིག་ཅིག་ཡོད་ནི་མ་རེད་ཤི་ནས་ཉིན་པར་ཆུ་གི་ཅིག་བ་ན་བ་རེད་མ་བ་ན་མ་བ་རེད་དེ་བས་བ་ན་ཟིག་ཡོད་ནི་མ་རེད། འོ་ཡ་ད་དེ་ན་དག་དུ་བྲག་གི་ནང་ཞིག་གི་བྲག་བསྒྲིགས་ཟེར་དགོས་ནི་དེ་ན་དེར་ཆུ་བསྒྲིབས་དགོས་ཆུ་བསྒྲིབས་ཀྱི་བོ་དུ་མཚན་མ་བདུད་ཐུན་བཅད